ད་དེང་སང། ཨ་རི་རེད་ཡོ་རབ་རེད། ག་བ་འདི་བོད་ནང་ལ། གཉེན་འཕྲད་དང་དེ་འདྲ་ཕུགས་འགན་མང་བོ་ཞུ་བྱས་འདུག། དེ་འདྲའི་མི་ལ་ཐུག་སོང། ཕ་རྟ་དེ་ན་ད་མང་བོ་གཅིག། ད་བོད་ལ་ཕ་ལྷོད་ལྷོད་འདྲ་བོ་བྱས་ནས་ཡོང་གཅིག་གི་ཡོད་དུས་ཨ་ནི་སེམས་པ་ལ་འཇུ་བ་ཐུབ་ཡག་གི། ཐབས་ལམ་ཅིག་སྟོན་གྱི་མེད་འགྲོ་གསུམ་སམ་རྒྱ་ནག་གཞུང་གིས་དོན་འགྲུལ་བྱས་འདུག། ད་ཕྱིན་པའི་གནས་སྟངས་ཀྱི་ཐོག་ནས་ང་ལ་ཡར་དོ་ཀོ་རྣམ་རྟོག་ཟེར་ནས་ལས་ད་ཀོ་སྐྱར་སྒྲོག་ཞུ་ཡས་དེའི་ལམ་སྟོན་འགྲོ་བ་ཅིག་ཡོད་པ་ཡོད་ཉི་མ་ད་ངས་གསལ་པོ་ཤིག་མེད་བོད་ལ་འགྲོ་ཉེ་དུ་འཛུལ་ས་ནས་གོ་བ་ནས་འབྲུ་གུས་ནས་དེའི་གི་དོན་བརྗོད་ལ་ཡར་ང་འབྲུ་གུས་བདར་ས་བྱེད་ཅིག་གསུངས་ས་བྱས་ཀྱི་གནས་སྟངས་ཅིག་ཡོད་བསམ་སོང་ཉི་མ། དེ་འདྲས་ཤིག་ཡོད་རེད་ཡོད་མ་རེད་བས་དེ་འདྲས་ཤིག་ཡོད་པ་ཡིན་ན་འགྲོ་ཉེ་དེ་གའི་གི་དོན་བརྗོད་ལས་ཁུངས་ལ་ཡར་ང་འབྲུ་གུས་བདར་ས་བྱེད་ལབ་ནས་འགྲོ་གི་འདུག་མི་འདུག་ཟེར་ཏེ། དེང་སང་བོད་ལ་གཉེན་སྒྲིག་གི་ངོ་ཐོག་ལ་འགྲོ་ངེས་མང་པོ་ཅིག་ཡོད་རེད་དེ་ནང་བཞིན་གྱི། ཏན་ཏན་རང་རྒྱ་ནག་གཞུང་གི་ཐོག་ནས་ནས་སྲིད་བྱུས་ཅིག་གི་ཐོག་ནས་གུ་ཡངས་འདྲ་ཅིག་བཟོས་ནས་མགོ་སྐོར་བཏང་ཡ་བྱས་ནས་ཐབས་ཤེས་གང་འདྲ་ཅིག་བྱེད་ཀྱི་ཡོད་པ་ཅིག་ལ་ང་ཚོ་ཡེ་ནས་ངོ་འཛིན་བྱེད་ཀྱི་ཡོད། ཨ་འདི་དང་འབྲེལ་པའི་ཐོག་ནས་པ་མདོ་ཚོགས་ཤོག་སྟེ་ངེད་ཀྱི་གྲོས་ཚོགས་ནང་ལ་ཡེ་ནས། ཁོང་ཕྱི་དྲིལ་བཀའ་བློན་དང་ང་གཉིས་ཀ་གིས་དུས་སྐབས་དེ་ལ་ཕལ་ཆེར་སྙན་སེང་ཞུས་ཡོད་ལ། ཨན་ད་ལྟ་ང་ཚོ་བོད་ནང་ལ་གཉིས་སྒྲིག་འཕེལ་ངེས་དེ་གའི་དེ་དང་གི་ལས་དོན་བྱེད་ག་ཏག་དེ་དང་འབྲེལ་བའི་གི་ཨ་ནི་ལམ་སྟོན་འཛིན་སྐྱོང་གི་ལམ་སྟོན་ཡིག་ཆ་གཅིག་ཨན་ད་ལྟ་བཀའ་ཤག་ནས་གཏན་འབེབས་བྱུང་ཡོད་རེད་ཨན་དེས་མ་ད་གྲོས་ཚོགས་ཚང་ནས་མ། དོན་ཡང་འདྲ་ཅིག་བྱུང་སོང་གང་ཡིན་ཟེར་ན་དུས་ཚོད་འདྲ་བོ་ཅིག་དེ་འདྲ་ཞིག་ཁེལ་སོང་ཨེ་འདི་ཚོ་ནང་ལྷིང་ནས་གསལ་པོ་འཁོད་དེ་ཡོད་ཨེ་བརྒྱུད་རིམ་འདིའི་ཐོག་ནས་ཡང་སྐྱོ་གསལ་བོ་ཞུ་ཡ་ལ། ལྷག་པར་དུ། སུ་ཕེབས་པ་ཡིན་ནའི་ཡིན་ཅི་མིན་ཅི། ང་དེ་འདྲ་ཅིག་འགྲོ་གི་ཡོད། ཅེས་ནི་སྙན་སེང་ཅིག་ཞུ་ཐུབ་པ་ཡིན་ན། ག་རེ་ཆགས་ཀྱི་རེད་ལབ་ན། གལ་ཏེ།

ཤེས་བྱའི་སྒྲུང་ངན་དེ་ལ་ཕུལ་ཐུབ་ཡག་གི་གནས་སྟངས་གཅིག་ཆགས་ས་རེད་དེ་མིན་པ་ཡིན་ན་དེ་ཚོ་ཡིན་ནི་རེད་ཕུལ་ཐུབ་ཡག་གི་ཁག་པོ་ཆགས་ཀྱི་འདུག་དེ་ཡིན་ཙང་ད་རྗེས་ལམ་སྟོན་ཡིག་ཆ་དེ་གཏན་འབེབས་ཕྱིན་རྗེས་ནི་མར་མགྱོགས་པོ་དོན་གྱི་ཡོད་ཅེས་ནི་ཀུ་རེའི་སྤྱི་འཐུས་རྣམ་པ་ལ་སྙན་སེང་ཞུ་ཡ་གཅིག་དེ་ཆགས་ཀྱི་འདུག།